ད་དོན་གྱི་ཆ་ནས་བཤད་པས་ན་རང་རྒྱུད་བར་མའི་ཆེད་ལ་བཀག་སྟེ་དགོས་རེད་ཡིན་ན་ཡང་སྐབས་སུ་བབ་པ་དང་ད་སློབ་དཔོན་ཟླ་བ་གྲགས་པོ་གཅིག་ནི་རང་རྒྱུད་པའི་ཕྱོགས་ད་དགག་མི་འདུག་བྱས་ཡིན་ན་ཡང་ད་རང་གི་མཚན་ཉིད་གྲུབ་པ་ཁས་ལེན་ཕྱིན་ཆད་ལ་ཡང་ད་དེ་བཀག་སྟེ་དགོས་རེད་ད་རང་གི་མཚན་ཉིད་གྲུབ་པ་ཁས་ལེན་ན་གལ་འདོད་དེ་ཡོང་གི་འདུག་ཟེར། དེ་ཡིན་དུས་ད་ཁ་སང་གི་མཚམས་དེ་རང་གི་མཚན་ཉིད་གྲུབ་པ་ཡོད་པ་ཡིན་ན། དེ་ནས་ཅེ་ཀའི་ས་བོན་དང་མྱུ་གུའི་ཟས་དང་ང་ཚོ་རྒྱུ་འབྲས་ཀྱི་སྐད་ཅིག་བཤད་པས་ན་ད་ཅེ་ཀའི་ས་བོན་དང་མྱུ་གུའོ། ད་དེས་རང་གི་མཚན་ཉིད་གྲུབ་པར་བཞག་པས་ན་དེ་ནས་དུས་མཉམ་ཡོད་དགོས་ཀྱི་འདུག། དུས་མཉམ་ཡོད་དགོས་ཀྱི་འདུག་ཟེར་དཀའ་ཡོང་དུས་རང་གི་མཚན་ཉིད་ཀྱིས་གྲུབ་པར་ཟེར་ཏེ་ཁས་ལེན་རྒྱུ་ཡོད་མར་ཁས་ལེན་པས་ན་ས་མྱུ་གཉིས་ལ་སོགས་པ་རྒྱུ་འབྲས་དུས་མཉམ་དུ་ཁས་ལེན་པ་ཅིག་དགོས་ཀྱི་འདུག་ལ་ཡོང་དུས་ག་ལ་ད་དེ་ལ་ཚུལ། རྒྱུ་འབྲས་དུས་མཉམ་ས་མྱུ་གཉིས་དུས་མཉམ་དུ་ཡོད་རེད། ཡོད་པའི་རྒྱུ་མཚན་ག་རེ་ཟེར་ན།

བདག་ང་ཚོས་མཐོང་བསྡད་ཅིག་རོགས་དེ་དཔེ་དེ་བཀོད་ནས་དེ་ནས་རྒྱུ་འབྲས་ཀྱི་དུས་མཉམ་དུ་ཁས་ལེན་པ་ཡིན་ན་འགྲིག་གི་མི་འདུག་ཟེར་སང་དང་འདྲ་གི་མི་འདུག་ཟེར་གི་མཚམས་དེ་སླེབས་རོགས་ཁ་སང་མཚམས་དེ་ཚིགས་བཅད་གཅིག་ལྷག་ད་ཚིགས་བཅད་ཟེར་ནས་ཚིག་རྐང་པ་ཕྱི་ལྷག་སོང་ཁ་སང་གི་ཚིགས་བཅད་མ་བསྐྱོར་བས་ན་འདྲེ་ཡིན་པ། གལ་ཏེ་སྐྱི་ཤིང་པ་དེ་སྐྱི་ལ་ཕྱོགས་པའི་ཡོད་མི་ཞིག་དགའ་ཤིང་པ་ནི་ཡོད་ཀྱང་རྗེ་ལ་ཕྱོགས་པར་འདོད་གྱུར་པ་དེ་ཚེ་དེ་ནི་སང་དང་དེ་ཚེ་དེ་ནི་ཇི་ལྟ་བུ་ན་སང་དང་མཚུངས་པ་ཡིན་ཟེར། ད་དེའི་ཞུ་སྐུལ་གྱི་ཚིག་གི། ཚིག་རྐང། གསུམ་པ་བཞི་པ་དེ། སྐྱེ་བ་དོན་དུ་བྱེད་པོ་མིན་པར་རིག་པའི་ངོ་བོ་མིན་ཟེར་ད་ཁ་སང་དེ་ལྷག་དེ་ད་ཚིག་རྐང་པ་དེ། རེ་བ་ད་ཁ་སང་དེ། ས་ཉུལ་གཉིས་ལ་སོགས་པ་དེ་ཚོ་ཁར་ཟ་ས་བོང་གི་དུས་སུ་མྱུ་གུ་སྐྱེ་བ་ལ་མངོན་དུ་ཕྱོགས་པ་རེད། དེ་ནས་ཡང་མྱུ་གུ་སྐྱེས་ཚར་བའི་རྗེས་ལ་ཡང་དེ་ནས་ས་བོང་འགག་པ་ལ་མངོན་དུ་ཕྱོགས་པ་ཡིན་དུས་མཉམ་དུ་དུས་མཉམ་དུས་འཕགས་ཀྱི་ས་བོང་དང་མྱུ་གུ་གཉིས། བསྟན་རྒྱུ་མི་འདུག་ཟེར་བ། ད་དེ་ཡིན་དུས་ག་ལ་གསང་བདག་ག་འདྲས་ཚུགས་མུ་འདུག། གསང་སད་དེ་ཕ་གི་གི་གསང་བདག་དེ་ཕ་གི་དུས་མཉམ་ཡོད་པ་ཅིག་དང་ཕ་གི་དུས་གཅིག་ཏུ་དཔེ་དེ་སྙོམས་པ་ཡོད་པ་ཅིག་སྙོམས་པ་ཡོད་པ་ཅིག་ང་ཚོ་མཐོང་ནས་དེ་ནས་རྒྱ་མ་རྒྱག་གི་ཡོད་རེད་བ་ཡ་རེད་བ་རྒྱ་མ་མཐོ་མིན་ཤོག་དྲུག་ཏུ་ཟས་ཟོས་རེ་བྱས་འདུག་དེ་ནས་སྙོམས་པ་ཅིག་ཟོ་དགོས་རོ་སྙོམས་པ་ཅིག་ཟོས་ནས་ད་སྙོམས་པ་ཅིག་མཐོང་ཡ་དུས་དེ་ལྟ་བུ་དུ་ཚུགས་གི་མི་འདུག་ཟས་ཅིག། ད་ལྟའི་དཔེ་དང་དོན་མཚུངས་ཀྱི་མི་འདུག་གསུངས་ཡ་དེ་བྱས། དེ་ནས་རྩ་བ་དེ་རིང་གི་ཚིག་རྐང་ཕྱི་མ་བཞི་པ་དེ་སྐྱེ་བ་དེ་ནས་བྱིས་པའི་རིག་པ་སྐྱེ་བ་དེ་ནས་བྱིས་པ་མིན་པར་རིག་པའི་ངོ་བོ་མེད་ལགས་དུས། ད་ག་རེ་ཟེར་ན་ས་བོན་གཉིས་ནི་རང་བཞིན་གྱིས་གྲུབ་པར་བཞག་པས་ན་ཨ་ནི་ས་བོན་གྱི་དུས་སུ་མྱུ་གུ་སྐྱེ་བའི་བྱ་བ་དེ་ཡང་རང་བཞིན་གྱིས་གྲུབ་པར་བཞག་པ་ཞིག་རེད་ཟེར་བ། ས་བོན་གྱི་དུས་སུ་མྱུ་གུ་སྐྱེ་བའི་བྱ་བ་བྱེད་རོགས་དེ་ཡང་བདེན་པར་གྲུབ་པར་རང་ངོ་ནས་གྲུབ་པར་གྱི་བཞག་པ་ཞིག་རེད་དེ་ཡང་མེད་པའི་ཕྱིར། དེ་མ་ཡིན་པའི་ཕྱིར། མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། ད་ས་བོན་གྱི་དུས་སུ་མྱུ་གུ་སྐྱེ་བཞིན་པ། ས་བོན་གྱི་དུས་སུ། ས་བོན་གྱི་དུས་སུ་མྱུ་གུ་སྐྱེ་བའི་བྱ་བ་དེ་བདེན་པར་འཁྲུལ་པ་རང་ངོ་ནས་འཁྲུལ་པར་བཞག་པས་ན་ས་བོན་གྱི་དུས་སུ་མྱུ་གུ་ཡོད་དགོས་ཀྱི་འདུག་དེ་མེད་པའི་ཕྱིར། ད་དགག་པ་བསྐྱོན་པ་དེ་རེད་བ། ས་བོན་གྱི་དུས་སུ། མྱུ་གུ། སྐྱེ་བའི་བྱ་བ་ཞེས་བཤད་པ། བྱ་བ། མྱུ་གུ་སྐྱེ་བའི་བྱ་བ་དེ། ད་མྱུ་གུ་སྐྱེ་བའི་བྱ་བ་སྦྱོར་བ། འོ། ད་ས་བོན་གྱི་དུས་སུ་མྱུ་གུ་སྐྱེ་བའི་བྱ་བ་དེ། བདེན་པར་འཁྲུལ་པའི་ངོ་བོར་བཞག་པས་ན་རིགས་ཀྱི་མ་རེད། དེ་རེག་པ་དེ་དེ་བཞག་པས་ན་སྐྱོན་ག་རེ་ཡོང་གི་འདུག་ལགས་ན་ས་བོན་གྱི་དུས་སུ་མྱུ་གུ་ཡོད་དགོས་ཀྱི་འདུག་འོ་ད་དེ་གའི་ས་བོན་གཉིས་རང་ས་ཉོན་གཉིས་དེ་རང་བཞིན་གྱིས་འཁྲུལ་བ་ག་ཡ་དེ་བྱེད་རེད་བ། ས་བོན་རང་བཞིན་གྱིས་འཁྲུལ་བ་བཞག་ནས་དེ་ལས་འབྲས་བུ་མྱུ་གུ་སྐྱེ་ཡ་དེ་བཀག་པ་དེ་ཕྱི་ལྡང་དེ་བྱེད་རེད་བ་སྤྱིའི་ཆ་ནས་གཞན་གྱིས་བསྡུས་པའི་ལུགས་ལ་དགག་པ་སྐྱོན་པ་དེ་བྱེད་ད་བྱེ་བྲག་ཏུ་ཡང་སེམས་ཙམ་པའི་ལུགས་ལ་ཡང་བདེན་པ་འཁྲུལ་བ་ད་ག་རེ་གཞན་གྱིས་བསྡུས་བ་དགག་པ། ཞེན་བྱེད་འདོད་པ་འགགས་པ་ཟད་ཕྱིར་རོ། ཞེན་བྱེད་འདོད་པ་འགགས་པ། ཞེན་བྱེད་འདོད་པ་འགགས་པ་ལ་དུས་ད་ཐེ་ཕལ་ཆེ་བདེ་རེད། སེམས་ཙམ་པས་ཀྱི་ཕྱི་སྟོང་ཁས་ལེན་གྱི་ཡོད་མར་ཕྱི་སྟོང་འགག་གི་ཡོད་རེད་རོ། ཕྱི་རོལ་དོན་དུ་གྲུབ་པ་འགག་གི་ཡོད་རེད་ད་ཕྱི་རོལ་གྱི་དངོས་པོ་དུས་སུ་ནང་ཤེས་པ་དང། བྱེད་ཀྱི་རྒྱང་ཆད་དུ་མེད་པ་ནང་ཤེས་པའི་སྟོབས་ཀྱི་བར་གྲུབ་པ་མ་གཏོགས། ད་བྱེད་ཀྱི། ནང་ཤེས་པའི་སྟོབས་ཀྱི་གྲུབ་པ་རེད། དེ་རྒྱུ་འབྲས་ཀྱི་རིམ་པ་ཁས་ལེན་གྱི་མ་རག་ད་དུས་ཉིད་གཉིས་ཏེ་དཔེར་ན་དབང་བཞི་ལ་སྦྱར་བས་ན་གཟུགས་དང་མི་ཕྱེད་གཉིས་པོ་དེ་རྫས་གཅིག་ལ་ལྡོག་པ་ཐ་དད་བཞག་ཡོད་རེད་ད་དེ་ཡིན་ན་ད་དེ་ལ་ཡང་དགག་པ་སྐྱོན་བཞག་པ་དེ་དེ་རེད། རྩ་བ་དེ་ཞུས་པས་ན་ད་སེམས་ཙམ་པ་དགག་ཡ་དེ་གཞན་གྱིས་བཀག་ཡ་དེ། གལ་ཏེ་མི་གྱི་བློ་ལ་རང་གི་སྐྱེ་མཆེད་དུས་གཅིག་པ་མེ་ལ་སོགས་པ་ལྷན་ཅིག་འབྱུང་བ་འདུ་བྱེད་ལ་སོགས་ལས་གཞན་ཉིད་ཡོད་ན་ཡོད་ལ་འབྱུང་བའི་དགོས་པ་ཅི་ཞིག་ཡོད་ཅི་སྟེ་དེ་མི་སྐྱེ་ན་དེ་ལ་ཉེས་པ་བཤད་ཟིན་ཏོ། གལ་ཏེ་མིག་གི་བློ་ཟེར་དུ་བདག་མེད་ཀྱི་ཤེས་པ་དེ་བདག་སྐྱེ་མཆེད་ཀྱི་མེད་ཀྱི་དབང་པོ་དང་དེ་ནས་ཅིག་གིས་གཟུགས་ལ་སོགས་པ་དུས་སོ་དུས་གཅིག་ཏུ་ལྷན་ཅིག་ཏུ་འབྱུང་བ་ཁས་ལེན་གྱི་བར་དག་གསུམ་ཙམ་པོ་གེ། མེད་ཀྱི་དབང་པོ་དང་མེད་ཀྱི་ཤེས་པ་དང་དེ་ནས་བག་ཡིད་གཟུགས་དེ་སོ། ཉེ་ལེའི་བག་ཆགས་ཀྱི་སེལ་བའི་སྟོབས་ཀྱིས་ད་བར་སྣང་ཤེས་བད་ཀྱི་སྟེང་དུ་བག་ཆགས་ཤ་ཆེ་བ་དེ་ཡང་སེལ་ཡང་འདུས་མི་བྱེད་དང་དབང་པོ་དང་ཡུལ་དེ་ཚོ་གང་གི་བློ་འཁྲུལ་པ་དུས་མཉམ་རེད་ཟེར་བར་བ་སྣང་ཤེས་པའི་སྟོབས་ཀྱི་འཁྲུལ་པ་དུས་མཉམ་རེད་ལབ་པས་ན་ད་དེ་དུས་དེ་འདྲས་ཀྱི་འདུ་ཤེས་དེ་ཡོད་རེད་དེ་འདྲས་ཡོད་པ་ཡིན་ཙང་ད་དེ་འདྲས་འདུ་ཤེས་ཡོད་པ་ཡིན་ཙང་ད་མེད་ཀྱི་དབང་པོ་ལ་སོགས་པ་མེད་ཀྱི་ཤེས་པ་དེ

མེད་ཀྱི་དབང་པོ་དེས་མེད་ཀྱི་དབུ་མ་དང་མེད་ཀྱི་བློ་དེས་མེད་ཀྱི་དབང་པོ་ལས་གཞན་དུ་རང་ངོ་ནས་གྲོལ་བའི་གེ་ད་རང་ངོ་ནས་གྲུབ་ཀྱི་རེད་ཟེར་ལབ་ཡོད་ན་ད་རང་ངོ་ནས་གྲུབ་པ་རེད་ཟེར་ལབ་ཚར་བ་ཆད་མེད་ཀྱི་དབང་པོ་དེས་ག་ས་མེད་ཀྱི་བློ་དེས་མེད་ཀྱི་དབང་པོ་ལས་གཞན་དུ་རང་ངོ་ནས་གྲུབ་པ་ཅིག་ཡོད་རེད་ཟེར་ལབ་ཡོད་ན་ཨ་ནི་མེད་ཀྱི་ཤེས་པ་དེས་ཨ་ནེ། མེ་ཀེ་ཨོང་པོ་ལས་བྱུང་བ་དེ་དགོས་པ་གང་ཡོང་པ་རེད་བ། རེད་བ། ང་ཚོས་ད་ཕྱིས་ཐང་ཁས་ལེན་པའི་ལུགས་བྱ་བའི་ན། མེ་ཀེ་ཨོང་པོ་ལ་བརྟེན་ནས་མི་ཤི་སྐྱེ་བ་བཞག་གི་ཡོད་རེད་བ། མེ་ཀེ་ཤི་བ་དེས་མེ་ཀེ་ཨོང་པོ་ལ་རྒྱུ་བྱས་ནས་མེ་ཀེ་ཤི་བ་སྐྱེ་གི་ཡོད་རེད་བ། དེ་ཡིན་དུས་ག་ལ་ད་མེ་ཀེ་ཨོང་པོ། མེ་ཀེ་ཤི་བ་དེས་མེ་ཀེ་ཨོང་པོ་ལས་གཞན་དུས་རང་ངོ་ནས་འཁྲུལ་པ་ཡོད་པ་བཞག་ཚར་བའི་རྗེས་ལ་མེ་ཀེ་ཤི་བ་དེ་མེ་ཀེ་ཨོང་པོ་ལས་བྱུང་བའི་དགོས་པ་གང་མི་འདུག་བ། དེ་མེད་པའི་ན་མེ་ཀེ་ཤི་བ་དེ་ཡང་མེ་ཀེ་ཤི་བའི་གི་མེ་ཀེ་ཤི་བ་དེ་ཡང་མེ་ཀེ་ཨོང་པོ། དུས་སུ་ཡོད་དགོས་ཟེར་གི་རེད། དེ་ཡོད་ཡོད་ཟེར་བ་ཞིག་རེད། དེ་ཡོད་ཟེར་བ་ཡིན་ན་སྔར་གྱི་ཉེས་པ་དེ་བཤད་ཟིན་པ་ཡིན། སྔར་གྱི་ཉེས་པ་དེ་ག་རེད་ཟེར་ན་ཁ་སང་ད་ཁ་སང་གི་མཚམས་དེ་ན་མ་རེད་རོ། ཁྱེད་རང་གིས་ཞལ་འབྱེད་བསྟོད་པ་ཁས་ཞལ་འབྱེད་བསྟོད་པ་ཞལ་འབྱེད་ད་ཞལ་འབྱེད་བསྟོད་པའི་ལོ་ལ་ཞལ་འབྱེད་བསྟོད་པའི་ལོ་ལ་སྤྱི་བཏང་དགག་པ་བསྐྱོན་པའི་སྐབས་ལ་ཡང་ཞལ་འབྱེད་གཞན་ལས་སྐྱེ་བ་ཟེར་ཏེ་ཁས་ལེན་གྲུབ་མཐའ་དེ་བཏང་དགོས་ར་མ་གཏོགས་གཞན་ལས་སྐྱེ་བ་ཁས་ལེན་པ་ཡིན་ན་དེ་ནས་རྒྱུ་འབྲས་དུས་མཉམ་ཁས་ལེན་དགོས་ཡ་དང། རེ་བ། འབྲས་བུ་ལས་ལོགས་སུ་ས་བོན་གཞན་དུ་གཡུག་དགོས་ཡ་དང་ས་བོན་ལས་གཞན་དུ་འབྲས་བུ་མྱུ་གུ་ལ་སོགས་པ་དུས་ཚོད་ཡང་གཞན་དུ་ཡོད་པ་ཅིག་ཡོང་དགོས་ཀྱི་འདུག་དེ་མེད་པའི་ཕྱིར་ཟེར་ནས་དགག་པ་སྐྱོན་བཤད་པ་དེ་གཅིག་པ་ཆགས་འགྲོ་འདུག་གཉིས་པ་དེ་བཤད་ཟིན་པ་ཡིན། ག་རེ་བཤད་ཟིན་པ་རེད་ཟེར་ན་ད་ས་བོན་ལ་ས་མྱུག་ལ་སྦྱར་བས་ན་ས་བོན་དེ་དང་ས་བོན་ས་བོན་དེ་གར་ཟེར་བ་ད་ས་བོན་དེ་མྱུ་གུ་གི་རང་བཞིན་གྱིས་གྲུབ་པའི་རྒྱུ་བཞག་པས་ན་མྱུ་གུ་གི་རང་བཞིན་གྱིས་གྲུབ་པའི་རྒྱུ་བཞག་པས་ན་མྱུ་གུ་དེ་དག་རང་བཞིན་གྱིས་འཁྲུལ་པའི་རྒྱུ་ལ་རང་བཞིན་གྱིས་འཁྲུལ་པའི་རྒྱུ་གཅིག་ལ་སྐྱེས་པའི་ཞག་དགུ་དུ་བ། དེ་བཞག་པས་ན་ས་བོན་དང་མྱུ་གུ་གཉིས་པོ་དེ་རང་བཞིན་གྱིས་འཁྲུལ་པའི་གཞན་ཞག་དགུ་དུ་བ། རང་བཞིན་གྱིས་འཁྲུལ་པའི་གཞན་བཞག་པས་ན་ཁོ་གཉིས་དུས་མཉམ་ཡོད་དགུ་དུ་བ། དུས་མཉམ་ཡོད་པ་ཡིན་ན་ས་བོན་ལས་ལོགས་སུ་དུས་མཉམ་ཡོད་པ་གཅིག་ཐར་བའི་སྐྱོན་ཡོང་གི་འདུག་བ་གཅིག་བྱས། དེ་ནས་ས་བོན་ལས་གཞན་དུ་ཡང་མྱུ་གུ་རང་ངོ་ནས་འཁྲུལ་བ་ཟད་ཅིག། སྐྱེ་དགུ་གུ་དོག་རེ་བ། དེ་ནས་མྱུ་གུ་ལས་ལོགས་སུ་ས་བོན་ཡང་རང་བོ་ནས་འཕྲོས་པ་ཅིག་ད་ས་བོན་མྱུ་གུ་ལས་ལོགས་སུ་ས་བོན་ཡང་ད་ཅིག་གར་ས་བོན་ས་བོན་མྱུ་གུ་ལས་ལོགས་སུ་ས་བོན་ཡང་ད་ཅིག་གཞན་དུ་ཡོད་གུ་གུ་དོག་ཀ་ཅན་ད་སྔར་དགག་པ་བརྒྱ་བཤད་པ་དེ་ད་ཐལ་ཐལ་དྲུག་གུ་དོག་ད་ལྟ་སེམས་ཐོབ་པ་ལ་དགག་པ་བརྒྱ་ཡང་དེ་ཐལ་གི་དོད་གསུང་དགོས་རེད། དེར་བ། ཅི་སྟེ་དེ་ན། ཅི་སྟེ་དེ་མི་ཅི་ན་འདི་ལ་ཉེས་པ་བཤད་ཟིན་ཏོ་ཟེར་དུས་ག་ལ། དབང་ཤེས་དབང་པོ་གི་དུས་སུ་མེད་པས་ན་དབང་ཤེས་དེ་ཡུལ་སྟེང་ནས་འཕྲོས་པར་ཟད་ཅེས་བྱ་བ་དེ་ལྟར། ཡུལ་སྟེང་ནས་འཕྲོས་པ་ཅེས་བྱ་ཟེར་བའི་རྗེས་ལ་དབང་པོ་ཤེས་པ་དེ་ཡུལ་སྟེང་ནས་འཕྲོས་པ་ཅེས་རང་ངོ་ནས་འཕྲོས་པ་ཅེས་བྱ་ཟེར་བའི་རྗེས་ལ་དབང་པོ་དུས་སུ་ཡོད་པ་ཅེས་བྱ་དགོས་རེད། དེ་སྔར་ཉེས་པ་བཤད་ཟིན་པ་ཡིན་ཉེས་པ་དེ་དེ་རེད་རེད་བ། མྱུ་གུ་དེ་རང་ངོ་ནས་འཕྲོས་པ། དེ་སྐྱེད་བྱེད་ཀྱི་ས་བོན་དེ་རང་ངོ་ནས་འཕྲོས་པ་ཞགས་པས་ན། ས་བོན་དེ་ཡང་ཡུལ་སྟེང་ནས་འཕྲོས་པའི་གི་རྒྱུ་གྱིས་ཞགས་པས་ན་ས་བོན་གྱི་དུས་སུ་མྱུ་གུ་ཡུན་རེ་ཡུལ་གུ་གུ་དུ་བྱས་ནས་སྔར་ཡག་གི་ཏག་བཀག་ཚར་བ་ཡིན་བཤད་ཚར་བ་ཡིན། བྱས་ཙང་ད་གཞན་ལས་སྐྱེ་བའི་གི་རྒྱུ་དེ་གར་སོང། གཞན་གྱི་ཁས་ལེན་པའི་གི་གྲུབ་མཐའ་འདྲ་བོ་དེ། ཁས་ལེན་འདྲ་བོ་དེ། མ་བཏང་བ་ཡིན་ན་སྐྱོན་དེ་ཡོང་གི་འདུག་ཤེས་ཚར་བ་ཡིན། དེ་ནང་བཞིན། ད་སེམས་ཙམ་པ་ཁྱེད་རང་ལ་ཡིན་ན་ཡང། ཉེས་པ་དེ་ཡོང་གི་འདུག། ག་ཡིན་ཟེར་ན་དབང་ཤེས་དེ། དབང་པོ་དབང་པོ་དུས་སུ་ཡོད་པ་ཅིག། དུས་སུ་ཡོད་པ་ཅིག། དབང་པོ་ཤེས་པ། དབང་པོ། དེ་གི་ཡུལ་དུས་སུ་ལྷན་ཅིག་ཏུ་འབྱུང་བ་ཅིག་ཁྱེད་རང་ལ་ཡང་འདུ་ཤེས་དེ་ཡོད་རེད་ཁས་ལེན་དེ་ཡོད་རེད་དེ་ཁས་ལེན་པ་ཡིན་ན། ཁས། དུས་མཉམ་དུ་ཡོད་པ་གཅིག་ཁས་ལེན་གྱི་ཡོད་རེད། དེ་ཙམ་མ་ཟད་དབང་ཤེས་དེ་ཡང་གཞན་ལས་གྲུབ་པ་གཅིག་ཁས་ལེན་གྱི་ཡོད་རེད་རེ་བ་གཞན་གྱིས་ཀྱི་ཁས་ལེན་གྱི་ཡོད་རེད་ད་དང་དེ་ཡིན་དུས་སེམས་ཙམ་པས་ཀྱི་དབང་ཤེས་བདེན་གྲུབ་བཞག་གི་ཡོད་ད་ཆེ་མཐོང་བཀག་གི་ཡོད་རེད་ཅེས་ནི་དབང་ཤེས་བདེན་གྲུབ་བཞག་གི་ཡོད་རོ་དབང་ཤེས་བདེན་གྲུབ་རེད་ཟེར་གོ་རོ་དབང་ཤེས་རང་ངོ་ནས་གྲུབ་པ་རེད་ལབ་ཚར་བ་དེ་ལ་ཡིན་དུས་ག་ལ་ད་དབང་ཤེས་དེ་ཚོ་ཡུལ་ལ

དེ་མེད་པ་ཡིན་དུས་དབང་པོ་ཞེས་པ་དེ་དབང་པོ་དུས་སུ་ཡོད་པ་ཅིག་བྱ་དགོས་ཀྱི་འདུག་ཨང། དེ་ཡོད་པ་ཁས་ལེན་གྱི་རེད་བས། ཁས་ལེན་ཁས་ལེན་པས་ན་ཉེས་པ་དེ་བཤད་ཟིན་པ་ཡིན་སྲིད་ཀྱི་དེ་རེད་བ། དེ་ཡིན་དུས་ད། རྒྱུ་འབྲས་ཀྱི་རྟེན་འབྲེལ་ཁས་ལེན་པ་དེ་ནང་པ་སངས་རྒྱས་པ་གཅིག་མཚུངས་རེད་བ། རྒྱུ་འབྲས་ཀྱི་རྟེན་འབྲེལ་ཟེར་དེ་རྒྱུ་ལ་བརྟེན་ནས་འབྲས་བུ་བྱུང་བ་འབྲས་བུ་རྒྱུ་ལ་ལྟོས་ནས་བྱུང་བ་ཅིག་ད། ཁས་ལེན་ཡོད་པ་དེ་དག་ནང་པའི་གྲུབ་མཐའ་སྐྱེས་ཆེན་གྱི་དག་ཁས་ལེན་གྲུབ་མཐའ་གྲུབ་མཐའ་གཅིག་པ་ཆགས་ཡོད་རོ། དེ་འདྲ་ཡིན་ཙང་རྗེ་རིན་པོ་ཆེ་གིས་རྟེན་འབྲེལ་ཁས་ལེན་ཁས་ལེན་གྱི་ལས་རང་ངོས་ནས་གྲུབ་པ་རེད་ཟེར་ཁས་ལེན་པས་ན་ད་དེ་ངོ་ཚ་ཆགས་ཀྱི་འདུག་ཟེར་ཡ་ཅིག་བསྟན་ཟུར་ཚར་གནང་བཞག་པ་བཅོམ་ལྡན་འགའ་རབ་རྗེ་རིན་པོ་ཆེ་རྟེན་འབྲེལ་དུས་བས་ན་ཡོད། བདེ་ཡོད་རེད་བ་ད། ཁྱོད་ཀྱི་གསུང་གིས་སྐྱིད་པའི་གར་ས་བ་ད་དེ་བདེ་ཡོད་རེད་བ། གཏན་ནས་འབྱུང་བ་ཁས་བླངས་ནས་སྟོང་ཉིད་ང་རོ་མི་བཟོ་བ་དེ་ལ་ཁོ་བོ་ངོ་ཚ་རྒྱུ་རུ་ཟེར་གྱི་རེད་བ་ད་ཕྱི་རོལ་བས་ཀྱི་རྟེན་འབྲེལ་ཁས་ལེན་གྱི་ཡོད་མར་རྒྱུ་འབྲས་ཀྱི་རྟེན་འབྲེལ་ཁས་མ་ལེན་པ་ཡིན་དུས་ག་ལ་ར་ཤེས་ཡོད་མ་རེད་ཟེར་གྱི་ཁས་མ་ལེན་པས་ནི་དེ་ངོ་ཚ་ཡ་དང་ཡམ་ཚ་ཡ་གང་མི་འདུག་ད་རྟེན་འབྲེལ་གྱི་རྣམ་བཞག་ཁས་ལེན་ནས་གླེང་གི་གླེང་གི་ལ་ཡ་བཅོམ་ལྡན་འདས་ཀྱིས་བདག་བྱེད་ཀྱི་གསུང་གི་སྙིང་པོ་འདྲ་བོ་དེ་རྟེན་འབྲེལ་སྐོར་དེ་རེད་རེད་བ། རྟེན་འབྲེལ་སྐོར་དེ། རྟེན་འབྲེལ་སྐོར་དེ་གསུང་བཞག་པ་དེ་ཁས་ལེན་གི་ལེན་གི་ལ་ར་ཤེས་ཀྱི་འཕྲོས་པ་ཡོད་མ་རེད་ཟེར་ར་ཤེས་ཀྱི་འཕྲོས་པ་ཡོད་པ་བཞག་མ་བདེ་བ་ཇི་སྙེད་དེ་ཡམ་ཚད་ཀྱི་འདུག་ཟེར་ཟུར་ཟ་ན་ཞབས་ཀྱི་མ་རེད་ཁྱོད་ཀྱི་གསུང་གི་སྤྱི་བའི་མཛོད་གཏན་ནས་འབྱོར་བ་ཁས་བླངས་ནས་གསུང་གི་སྤྱི་བའི་མཛོད་གཟིགས་འདུག་མཛོད་ན་ཞེས། རྟེན་འབྱུང་ལ་བརྟེན་ནས་དེ་ནས་གང་ག་སྟོང་རྟེན་འབྱུང་སྟོང་པ་གང་ག་ལ་བཞག་དགོས་ཡ་ཅི་རེད་བ། བདག་བྱེད་ཀྱི། ཐ་སྙད་ཀྱི་རྣམ་གཞག་གང་གཱ་རྟེན་འབྱུང་ལ་བརྟེན་ནས་བཞག་དགོས་ཡོད། དེ་ཡིན་དུས་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་མཛོད་ཁྲོད་པོ་ཏི་རྟེན་འབྱུང་ཆགས་ཏེ་ཡོད། འོ་ད་རྟེན་འབྱུང་ཁས་ལེན་གྱི་ལས་འགན་ལ་ཡང་དག་བདེན་པར་གྲུབ་པ་ཁས་ལེན་པས་ན་ད་ལྟའི་ཡ་མཚན་པོ་ཏི་གསུང་ཡ་བརྗོད་པ་དེ་ཁས་ལེན་ཞིང་མ་རི་གསུང་ཡ་བརྗོད་པ་ད་དེའི་ད་ལྟ་སེམས་ཙམ་པ་ཀའི་རྟེན་འབྱུང་ཁས་ལེན་གྱི་ཡོད་རེད་རྒྱུ་འབྲས་རྟེན་འབྱུང་ཁས་ལེན་གྱི་ཡོད་རེད་རེད་བ་རྒྱུ་རྐྱེན་ལས་བརྟེན་ནས་སྐྱེས་པ་རྟེན་འབྲེལ་གྱི་མཚན་ཉིད་དེ་དང་གཞན་དབང་དོན་ཚན་ཞིག་ཁས་ལེན་གྱི་ཡོད་རེད་བ་ཡེ་ནས་ཡང་དག་འབྲས་བུ་དབང་ཤེས་དེ། དང་དབང་ཤེས་དང་དབང་པོ་དང་ཡུལ་དེ་ཚོ་གང་མཉམ་དུ་འཕྲོད་པ་རེད་ཟེར་ལབ་ཡོང་དུས་ད་དེ་དགག་པ་འབྱུང་གི་ཡོད་རེད། དུས་ཤིག་དེ་ཡོད་དེ་དགག་པ་འབྱུང་དེ་ཙམ་མ་ཟད་དབང་ཤེས་བདེན་པར་འཁྲུལ་པ་རེད་ཟེར་དེ་དགག་པ་འབྱུང་དགོས་རེད་བ་དབང་ཤེས་རང་ངོ་ནས་འཁྲུལ་པ་ཡོད་རེད་ཟེར་ལབ་ཡོང་དུས་དབང་ཤེས་ཟེར་དེ་རྒྱུ་ལ་ལྟོས་དགོས་ཡ་མི་འདུག་ག་དགོས་པ་ཅི་ཡང་མི་འདུག་ག་ཟེར་གྱི་ད་དེ་རྩ་བ་དེ་ཚོའི་སེམས་ཙམ་པ་བྱེ་བྲག་ཏུ་དཀར་ཡ་དེ་རེད།

རྒྱུ་འབྲས་དུས་མཉམ་དུ་འགོད། རྒྱུ་འབྲས་ད་རྒྱུ་འབྲས་ཟེར་བ་རེད་རྒྱུ་འབྲས་ད་ཁས་ལེན་དགོས་མ་རེད་དབང་ཤེས་དབང་པོ་དུས་ཚོད་དུས་མཉམ་དུ་ཡོད་པ་དགག་པ་དེ་བྱེད་ད་དུས་ཚོད་རྒྱུ་འབྲས་ད་ཁས་ལེན་དགོས་མ་རེད་ངོ་བོ་གཅིག་པ་ཁས་ལེན་གི་ཡོད་རེད་བ་འོ་ད་དེ་རྩ་བ་དེ་སམ་མཚམས་བྱེ་བྲག་ཏུ་དགག་པ་དེ་བྱེད་ད་དེ་ཞུ་བ་ད་ལ་ཡ་ད་འོ་ད་མཐའ་བཞི་ནང་ལོགས་ལ་ཡ་མཐའ་བཞི་གསུམ་པ་དང་བཞི་པ་གཉིས་པ་དེ་མཉམ་རྟོགས་ཡིན་ས་རེད་རེད་བ། གཉིས་ཀ་ལས་སྐྱེ་བ་དགག་པ་དང་རྒྱུ་མེད་ལས་སྐྱེ་བ་དགག་པ་ཟེར་བྱོས་རེད་བ་འོ་མཐའ་བཞི། མཐའ་དང་པོ་གཉིས་ཏེ་འགྲོ་ཚར་དང་བདག་གཅིག་བཀག་པ་དང་གཞན་གཅིག་བཀག་པ་དེ་འགྲོ་ནས་གཞན་གཅིག་བཀག་པ་དེ་གཅིག་གིས་མཐོང་ནས་གཞན་གཅིག་བཀག་ཡ་བྱེད་དང་བྱེ་བྲག་གསུམ་ཚང་པ་ལ་ལྟོས་ཏེ་གཞན་གཅིག་བཀག་པ་དེ་འགྲོ། ད་དེའི་འོག་ལ་ཡང་མཐའ་བཞི་གསུམ་པ་བཞི་པ་གཉིས་ཏེ་གཉིས་ཀ་ལས་སྐྱེ་བ་འགག་པ་དང་རྒྱུ་མེད་ལས་སྐྱེ་བ་འགག་པ་སེལ་ཕལ་ཆེར་དེ་རྩ་བ་དེ། ལོ་བ་ཟླ་བ་གྲགས་པ་གི་རྩ་བ་དེ་ད་དེའི་ཚིགས་བཅད་དེའི་ནང་ལ་གསུངས་ཡིན་ས་རེད། ད་དེ་རེད། བདག་དེའི་རྩ་བར་སྐྱོབ་པས་ན་རེ་བ་སྐྱེད་པར་བྱེད་པ་སྐྱེད་བྱ་གཞན་སྐྱེད་པ་དེ་རྒྱུ་ཡིན་ན་ཡོད་པར་འོང་སྟེ་མེད་དང་གཉིས་ཀ་གཉིས་བྲལ་ཞི་བགྱིས་གྲངས། ཡོད་ན་སྐྱེད་བྱེད་གཅིག་གོ་མེད་ལ་དེ་ནི་ཅི་ཞིག་བྱ། གཉིས་གཉིས་ལ་དེས་སྐྱེད་བྱ་གཉིས་དང་བྲལ་ལ་དེས་ཅི་བྱ། འོ་བདག་དེ། བྱས་ཙང་སྐྱེད་བྱ་འབྲས་བུ་དང་སྐྱེད་བྱེད་རྒྱུ་གཉིས་པོ་དེ་ལྟར་གཞན། རང་བཞིན་གྱིས་འཁྲུལ་པའི་གཞན་ཡིན་པར་ཁས་ལེན་གྱི་ཡོད་ན། བདག་སྐྱེད་བྱེད་རྒྱུ་དེ་རང་བཞིན་གྱིས་འཁྲུལ་པའི་རྒྱུ་ཡིན་པ། བསྐྱེད་བྱ་འབྲས་བུ་དེ་ཡང་རང་བཞིན་གྱིས་འཁྲུལ་པའི་དེ་ལས་སྐྱེས་པའི་གི་རྒྱུ་འབྲས་བུ་ཡིན་པར་ཁས་ལེན་གྱི་ཡོད་ན། ད་དེ་ལ་ཡང་བྲལ་བ་འདྲ་བར་བཀོད་ནས་གསུངས་ཡོད་ཟེར་དང་པོ་དེ། དང་པོ་དེ་ག་རེད་ཟེར་ན་མྱུ་གུ་དེ་རང་ངོ་ནས་འཁྲུལ་པ་ཡོད་རེད་ཡོད་མ་རེད་ཟེར་གཅིག་བྱས། མྱུ་གུ་དེ་མེད་པ་རེད་བས་ཟེར་གཅིག་བྱས། ཡུ་གུ་མྱུ་གུ་དེ་ཡོད་མེད་གཉིས་ཀ་རེད་བས་ཟེར་གཅིག་བྱས། ཡུ་གུ་དེ་མྱུ་གུ་དེ་ཡོད་མེད་གཉིས་ཀ་དང་བྲལ་བ་རེད་བས་ཟེར་གཅིག་བྱས། ད་དེས་དྲི་བ་བཞི་བཏང་ནས་དྲི་བ་དང་པོ་དེ་མྱུ་གུ་དེ་རང་ངོ་ནས་གྲུབ་པ་རེད་ལབ་པས་ན། ཨ་ནི་མྱུ་གུ་དེ་ལ་ཡང་རྒྱུ་དགོས་ཡ་ག་མི་འདུག་བ་ཟེར་དགོས་པ་ག་མི་འདུག་བ་ཟེར་ཁོ་རྒྱུ་མྱུ་གུ་ཁོ་རང་རང་ངོ་ནས་གྲུབ་པ་རེད་འདུག་བ་ཟེར་གཅིག་བྱས་རེད་བ་དགག་པ་རྒྱུ་མྱུ་གུ་རང་ངོ་ནས་གྲུབ་པ་ཡིན་ཟེར་ལབ་པས་ན་མྱུ་གུ་ཡུལ་དུས་ནས་གྲུབ་པ་རེད་རང་ངོ་ནས་གྲུབ་པ་རེད་ལབ་པས་ན་ཨ་ནི་མྱུ་གུ་ཟེར་ཡ་དེ་རྒྱུ་དགོས་ཡ་མི་འདུག་བ་ཟེར་གཅིག་བྱས། ཨ་ནི་མྱུ་གུ་དེ་ཡོད་པ་རེད་མེད་པ་རེད་བས་ལ་ན་མྱུ་གུ་དེ་མེད་པར་ཁས་ལེན་པས་ན་མྱུ་གུ་མེད་པ་ཡིན་ན་ཁོ་སྐྱེ་དགོས་ཡ་མི་འདུག་བ་མེད་པ་རྒྱུས་སྐྱེ་ནུས་གུ་མ་རེད། མེད་པ་ཅིག་ཡིན་པ་ཡིན་ན་མྱུ་གུ་དེ་མེད་པ་ཅིག་བཞག་པས་ན་ནི། མྱུ་གུ་དེ་མེད་པ་ཅིག་བཞག་པས་ན་ནི་མེད་པ་ཅིག་རྒྱུས་སྐྱེ་ཡ་ཡོད་མ་རེད་བ་རྩ་བ་ཉིད་ནས་མེད་དེ་ཉིད་ཅིག་རྒྱུས་སྐྱེ་ཡ་སི་ཡོད་མ་རེད་བ་རྒྱུས། ཡོད། རྒྱུད་སྐྱེས་པ་ལ་གོ་ཞེས་ཀྱི་ཡོད་དགུ་དགུར་བ། རྩ་བ་ཉིད་ནས་མེད་དེ་ཉིད་ཀྱི་ལ་རྒྱུད་སྐྱེས་ནུས་ཡ་མེད་པ་ཡིན་ཙང་མེད་པ་ཡང་རེད་མི་འདུག་བ། རེད་བ། ད་ནི་ཡོད་མེད་གཉིས་ཀ་རེད་བས་ཟེར་ན་ཡོད་མེད་གཉིས་ཀར་ཟེར་ན་ཡོད་པ་ཡང་ཡིན་མེད་པ་ཡིན་ལབ་པས་ན་མྱུ་གུ་མྱུ་གུ་དེ་རེད་ད་མྱུ་གུ་དེ་ཡོད་པ་ཡང་རེད་མེད་པ་རེད་ལ་ནི་ཡོད་མེད་གཉིས་ཀ་ཡིན་གྱིན་ཡོད་མ་རེད་མྱུར་བ་ཡིན་གྱིན་མེད་པ་ཡིན་གྱིན་ཡོད་མ་རེད་དེ་ལ་རྒྱུད་དགོས་པ་ག་མི་འདུག་རེད་བ་རྒྱུད་སྐྱེས་དགོས་ཡ་ག་མི་འདུག། ད་ནི་ཡོད་མེད་གཉིས་ཀ་དང་བྲལ་བར་བས་ལ་ན་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་ཟད་ཅིག་བྱ་བས་ན་རྒྱུ་ཡང་དགོས་པ་ཡོད་མ་རེད་པ། ད་དེ་རྒྱུ་ཡང་དགོས་པ་མི་འདུག་འོ་ད་དེ་གི་རྒྱུ་མེད་ལས་སྐྱེ་བ། རྒྱུ་ཁོ་རང་མེད་པ་ཅིག་ཡིན་ན་ནི་རྒྱུའི་དགོས་པ་མི་འདུག་རྒྱུ་སྐྱེ་ནུས་ཀྱི་མ་རེད། རང་ངོ་ནས་འཁྲུལ་བ་ཅིག་ཡིན་ན་ནི་རྒྱུའི་དགོས་པ་མི་འདུག་ཡོད་མེད་གཉིས་ཀ་ནས་ཡིན་ན་ནི། དགོས་པ་ཁག་ཡོད་མེད་གཉིས་ཀ་ཡིན་པ་མི་སྲིད་པ་རེད། ཡོད་མེད་གཉིས་ཀ་དང་བྲལ་བ་ཅིག་མ་ཡིན་ན་རྒྱུ་གཅིག་གིས་ཡོད་པ་ཡང་མ་ཡིན་མེད་པ་མ་ཡིན་གཅིག་ལ་རྒྱུ་གཅིག་གི་དགོས་པ་ཁག་མི་འདུག་ད་དེ་གིས་ད་གསུམ་པ་བཞི་པ་གཉིས་དགག་ཡོད་ས་རེད་རེད་བ། ཅི་ད་ད་གར་སོང་རྩ་ཤེ་རྣམས་བདག་ལས་མ་ཡིན་གཞན་ལས་མིན་ཟེར་གཉིས་ལས་མ་ཡིན་ཟེར་དུས་བདག་གཅིག་གཉིས་ཀ་ལས་བདག་གཅིག་དང་གཞན་གཅིག་གཉིས་ཀ་ལས་སྐྱེ་བ་དགག་པ་གསུམ་ཡོད་ས་ཡོད་ད་བདག་གཅིག་དང་གཞན་གཅིག་གཉིས་ཀ་ལས་སྐྱེ་བ་ཡོད་མ་རེད། ད་སོ་སོ་ནས་དགག་ཚར་བ་བདག་གཅིག།

གསུང་སྦྱོར་བ། ད་རྒྱུད་མེད་ཟེར་དུས་ཁོ་རང་གི་རྒྱུད་མེད་པ་ཅིག་ལས་འབྲས་བུ་རྒྱས་མེད་པ་གསུང་སྦྱོར་བ། ད་ད་ལྟ་དེ་གི་སློབ་དཔོན་ཟླ་བ་གྲགས་པ་གིས་དེ་ནས་ཞུ་རྩ་བ་དེ་ནས་འཕྲོས་པའི་གི་མཐའ་མཐའ་བཞི་པ་དང། མཐའ་གསུམ་པ་དང་བཞི་པ་བཀག་དང་བྱས་པས་ན་གཉིས་ཀ་ཟེར་དུས་ཀྱི་ན་ཡོད་མེད་གཉིས་ཀ་ཡོད་པ་དང་མེད་པ་གཉིས་ཀ་ཡིན་ན་ནི་རྒྱུད་དགུ་པ་ཡོད་མ་རེད། རེད་བ། ཡོད་བ་གཉིས་ཀ་དང་བྲལ་བ་ཡིན་ན་ནི་རྒྱུ་ཡང་འགོག་ཡོད་མ་རེད། མེད་པ་ཡིན་ན་ནི་རྒྱུ་ཡང་སྐྱེ་ནུས་མ་རེད། ཁོ་རང་འབྲས་བུ་ཁོ་རང་རྒྱུ། ཡུལ་ཁོ་རང་ཡོད་པ་མ་ཡིན་པ་ཆེད་མེད་པ་ཡིན་ན་ནི་རྒྱུ་ཡོད་མ་རེད། རྒྱུའི་དགོས་པ་མི་འདུག་ཟེར་དེ་འདྲའི་ཞིག་བཀག་གནང་འདུག་དེ་གཉིས་བལྟས་ཚེ། རྩ་བའི་ཆ་ནས་ཚིག་གི་ཆ་ནས་མི་འདྲ་བ་ཆགས་འདུག་ཚིག་གི་ཆ་ནས་མི་འདྲ་བ་ཆགས་ཀྱི་འདུག་དོན་དག་གི་འགྲེལ་བ་ཆ་ནས་མི་འདྲ་བ་ཆ་དྲུག་འདི་བ་ད་འདི་འདྲ་རེད་ཅེས་ད་སློབ་དཔོན་ཟླ་བ་གྲགས་པ་གིས་ད་བཞི་བ་གསུམ་པ་དང་བཞི་བ་ཀ་དག་འདི་ཡོད་མེད་གཉིས་ཀ་སེལ་དུས་ག་ལ་ཡོད་མེད་གཉིས་ཀ་ཆད་རེད་བ། རྒྱུ་མེད་ཡིན་ཟེར་དུས་ག་ལ་རྩ་བ་ཆད་ན་རྒྱུ་ག་ས་གཉིས་ཀ་མ་ཡིན་རྒྱུ་མེད་མེད་ཟེར་རྒྱུ་མེད་པ་ཟེར་དུས་ག་ལ་ཁོ་རང་ངོ་བོ་ཁོ་རང་མེད་པ་ཡིན་ན་རྒྱུས་ཀྱིས་སྐྱེད་ནུས་པའི་ནུས་པ་མེད་བ། བ་ད་འདི་འདྲ་གི་ཆ་ནས་ཚིག་གི་ཆ་ནས་མི་འདྲ་བ་མ་གཏོགས་དོན་དག་ལ་གཅིག་པ་ཆ་དྲུག་གི་རེད་བསམ་གྱི་འདུག་རེད་བ། ཡིན་ནའི་ད། སློབ་དཔོན་ཟླ་བ་གྲགས་པའི་གི་ཚིག་དེ་འདྲས་ཀྱིས་བསྡུ་བ། བརྫངས་འདི་དེར་བ་སྐྱེད་པར་བྱེད་པ་སྐྱེད་བྱ་ཞིང་སྐྱེད་པ་དེ་རྒྱུ་ཡིན་ན་ཡོད་པའམ། འོན་ཏེ་མེད་ཟེར་དུས་ཐ་སྙད་དུ་མེད་པ་གཉིས་ཀ་ཟེར་དུས་ཡོད་པ་དང་མེད་པ་གཉིས་ཀ། བྲལ་ཟེར་དུས་ག་ལ་ཡོད་པ་ཡང་མ་ཡིན་གཉིས་ཀ་ཡང་མ་ཡིན་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་པས་ཐ་ཅི། འོ་ད་དེ་འདྲས་ཀྱི་བ་ཇེ་ཀའི་གྲངས་བྱས་ནས་བརྟག་དཔྱད་བྱས་ནས་བྱས་པ་ཡིན་ན་དེ་ག་འགའ་ལ་ཚང་གི་མི་འདུག་ཟེར་ར་དངོས་གནས་གྲུབ་ན་རྒྱས་བསྡུས་རེ་བྱ་ཟེར་མེད་པ་ཡོད་ན་རྒྱུས་དགོས་པ་ཡོད་མ་རེད་རྒྱུས་སྐྱེས་ནུས་མ་རེད་ཡོད་མེད་གཉིས་ཀ་ནི་ཤེས་འདོད་མི་སྲིད་པ་རེད་ཡོད་པ་ཡང་མ་ཡིན་མེད་པ་མ་ཡིན་པས་ནི་ཆོས་ཅིག་བྱ་ཡོད་མ་རེད་མེད་པ་ཅིག་ལ་རྒྱུས་དགོས་པ་མི་འདུག་ཟེར་འོ་ད་དེ་འདྲས་ཀྱི་བཀའ་གནང་ཡོད་ཟེར། ད་དེ་ཡིན་ཤེས་ཀྱི་དེ་བཀག་རེད་ད། རྩ་བ་ཤེས་རབ་ཀྱི་རྩ་ཤེས་ཀྱི་ཚིག་མཐའ་གཅིག་གི་དོན་འདྲེས། མཐའ་བཞི་བཀག་པའི་རྩ་བ་བྱེ་བ་བདག་ལས་མ་ཡིན་གཞན་ལས་མེད་གཉིས་ལས་མ་ཡིན་རྒྱུ་མེད་མེད་དངོས་པོ་གང་དང་སྐྱེ་བ་ན་ཡོད་མ་ཡིན་སྲིད་མཐའ་བཞི་བཀག་པའི་རྩ་བ་དེ་གི་མཐའ་དོན་གྱི་འབྲེལ་བ་སློབ་མ་རང་ཉིད་ཀྱི་རྩ་བའི་ཚིགས་སུ་བཀོད་ནས་དེ་ནས་དགག་བཞག་གནང་བཞག་པ་རེ་བ་གཞན་གྱི་ལུགས་བཀག་པ་དེ་ནས་གཞན་གྱི་ཚུལ་རྩོད་པ་འདྲ་པོ་སྤོང་ཡོང་དུས་ག་ལ་དེའི་ལན་སྐྱོན་བཤད་པ

མཚན་ཉིད་ཀྱིས་འཁྲུལ་པའི་རྒྱུ་ཟེར། རང་གི་མཚན་ཉིད་ཀྱིས་འཁྲུལ་པའི་རྒྱུ་ཟེར་དུས་ག་ལ་བློས་མ་བཞག་པར་བསྟོད་སྨད་ཡུལ་གྱི་ངོ་ནས་འཁྲུལ་བའི་རྒྱུ་ཞིག་བཞག་ནས་དེ་ཡི་འབྲས་བུ་སྐྱེ་ཡ་ཡོད་པ་བཀག་ཡོད་རེད་མ་གཏོགས་གཞན་གྱིས་འཇིག་རྟེན་ན་གྲགས་པའི་གིས་ཐ་སྙད་དུ་ཡོད་པའི་ཐ་སྙད་དུ་ཡོད་པའི་གིས་གཞན་གྱི་དུས་སུ་བཀག་ཡ་ཡོད་མ་རེད་དེ་མངོན་སུམ་དུ་གྲུབ་བསྡད་ཡོད་རེད་དེ་འཇིག་རྟེན་པ་རྣམས་ཀྱིས་ཁས་ལེན་པ་དེ་ག་རང་བཞག་གོ་རེ་གསུང་ཡ་སྦྱོར་བ་རེད། འཇིག་རྟེན་ན་གྲགས་ཚོགས་ཀྱི་གཞན་གྱིས་ཟེར་ཡ་གཅིག། ད་འཇིག་རྟེན་པ་རྣམས་ཀྱི་དཔེ་དེ་བློ་ལ་ཡང་སྟོབས་ཤུགས་ཆེན་པོ་ཅིག་ཡོད་པ་ཡིན་ཙང་དེ་ཁས་ལེན་དགོས་རེད། དེ་བཀག་རྒྱུ་ཡོད་མ་རེད་ཟེར་བ། འཇིག་རྟེན་གྲགས་པའི་སྐུ་མཚོག་མ་ལགས་ཅིག་གསུངས་ཡོད་ད་འོག་ལ་མ་ཐོན་ཡོང་གི་རོ། རོ། འཇིག་རྟེན་གྲགས་པའི་གིས་འཇིག་རྟེན་ན་གྲགས་ཚོལ་དང་འཇིག་རྟེན་པ་རྣམས་ཀྱི་ཡང་བས་དེ་མངོན་སུམ་གྱི་བས་དེ་མྱོང་བ་ཐོན་དུས་བས་ཀྱི་རིགས་དེ་བཀག་དགོས་ཡོད་མ་རེད་དེ། ཡོད་པ་དེ་རིགས་པས་བསྒྲུབ་དགོས་ཡོད་མ་རེད་གསུངས་ཡོང་གི་རྩ་བ་དེ་དེ་རེད། གང་གི་རང་མདངས་ལ་ནི་འཇིག་རྟེན་མཚན་མར་འདོད་པས་ནའང། དེ་ནི་རིག་པ་མེད་པ་ཉིད་ཀྱི་ལྟ་གོ་ཅི་བཞིན་བྱ། གཞན་ལས་གཞན་འབྱུང་བ་ཡང་འཇིག་རྟེན་པ་ཡིས་རྟོགས་གྱུར་ཏེ་དེས་ན་གཞན་ལས་སྐྱེས་ཡོད་དེ་ནི་རིག་པ་ཅི་བཞིན་གོ། བྱས་ཙང་ད་ཐིག་གི་རྩ་བ་དེ་ནང་ལོགས་ལ་འཇིག་རྟེན་པ་གང་གི་ལྟ་བ་ལ་གནས་དེ་ཉིད་འཇིག་རྟེན་པ་རང་གི་ལྟ་བ་ལ་གནས་དེ་ཉིད་ཟེར་དུས་ཚེ་འདིའི་ནང་ལོགས་ལ་ཡང། ཅེས་ཀྱི་རྒྱུད་ལ་བརྟེན་ནས་འབྲས་བུ་འབྱུང་བ་དེ་འབྱུང་གི་རེད་རྒྱུད་དེ་ལ་བརྟེན་ནས་འབྲས་བུ་དེ་ཡོང་གི་རེད་ཟེར་གྱི་ལྟ་བ་ལ་གནས་དེ་ཉིད་ཀྱི་གང་ཟག་དེའི་ངོ་ལ་ཡང། ད་ཅེས་ཀྱི། རྒྱུད་བཤད། རྒྱུད་གཅིག་ལ་བརྟེན་ནས་དཔེར་ན་རྒྱུད་གསར་པ་ལ་བརྟེན་ནས་འབྲས་བུ་མྱུ་གུ་སྐྱེ་བ་དེ་ཁོ་ཚད་མ་རེད་དེ་ཡོད་རེད་རེད་བ། མངོན་སུམ་གྲུབ་དེ་ཡོད་རེད་ད་མངོན་སུམ་གྲུབ་ནས་ཞིང་ཁ་གཏམ་ཉན་སོགས་ཀྱི་ད་ལས་ཀ་དེ་བྱེད་ཀྱི་ཡོད་རེད་བ་ཚད་མ་བསྡུ་གི་ཡོད་རེད་ཚད་མ་བསྡུས་པ་ཡིན་དུས་དང་ཐག་དེ་གིས་ད་གཞན་གྱིས་བསྡུས་པའི་གི་རིག་པ་དེ་གིས་དེ་དགོས་པ་ག་ཡོད་མ་རེད་ད་དེ་དགག་ཐུབ་བས་ཡོད་མ་རེད། རེད་བ། རང་གི་མཚན་ཉིད་ཀྱི་འཁྲུལ་པའི་རྒྱུ་ལས་འབྲས་བུ་འབྱུང་བ་ཡོད་མ་རེད་ཟེར་རིགས་པ་དེ་ལ་བརྟེན་ནས་འཇིག་རྟེན་ན་གྲགས་པའི་གི་དང་གཞན་གྱིས་བཏུས་པའི་གི་དང་འཇིག་རྟེན་ནས་གྲགས་འདི་ཡོད་ཡ་གི་རྒྱུ་གཅིག་ལ་བརྟེན་ནས་འབྲས་བུ་འབྱུང་བའི་རིགས་པ་དེ་དགོས་ཡ་ག་ཡོད་མ་རེད་གསུངས་ཡོད་ད་དེ་བཀག་བའི་ཡོད་མ་རེད་བ། བཀག་བའི་མེད་དེ། མེད་པའི་རྒྱུ་མཚན་ག་རེད་ཟེར་ན་གཞན་ལས་གཞན་ཟེར་དུས་རྒྱུ་ས་བོན་ལས་འབྲས་བུ་གཞན་མྱུ་གུ་སྐྱེ་ཡ་ཡོད་བ་དེ་འཇིག་རྟེན་པ་རྣམས་ཀྱི་མངོན་སུམ་དུ་རྟོགས་བསྡད་ཡོད་རེད་དེ་ལ་ཡ་ད་མངོན་སུམ་དུ་རྟོགས་བསྡད་བ་དེ་འོ་རྒྱུ་དེ་ལ་བརྟེན་ནས་འབྲས་བུ་དེ་འབྱུང་གི་རེད་ཟེར་ཡང་རིགས་པའི་སྒྲུབ་བྱེད་བཀུར་དགོས་ཁག་མི་འདུག་ད་ཡིན་དུས་སྐབས་ལ་གཞན་གྱིས་དེ་འོ་ད་རང་གི་མཚན་ཉིད་ཀྱིས་འཁྲུལ་པའི་རྒྱུ་ལས་རང་གི་མཚན་ཉིད་འབྲས་བུ་འབྲས་བུ་འབྱུང་བ་བཀག་པ་མ་གཏོགས་རྒྱུ་གཅིག་ལས་འབྲས་བུ་འབྱུང་བ་གཞན་ག་ས་རྒྱུ་གཅིག་ལས་འབྲས་བུ་གཞན་སྐྱེ་བ་དེ་བཀག་ཡོད་མ་རེད། འཇིག་རྟེན་ན་དྲག་པོའི་གི་ཐ་སྙད་དུ་ཡོད་པའི་ཚད་མ་ཐ་སྙད་དུ་ཡོད་དེ་ཡང་གི་གཞན་གྱིས་དེ་གཏན་འབེབས་དུ་བཞག་དགོས་གི་རེད་གསུང་ཡ་གཅིག་རེད་ད་དེ་བཀག་ཡོད་མ་རེད་གསུང་ཡ་གཅིག་རེད་བ་མཐའ་སྡོམ་སྡོམ་དེ། གཞན་གྱིས་བཀག་པའི་གཤམ་དེ་ལ་ཡག་ད། འཇིག་རྟེན་ན་གྲགས་པའི་གི་གཞན་ལས་སྐྱེ་བ་དེ་སྡོད་ཀྱི་ཡོད་རེད་ཟེར་གྱི། འོ་ད་དེ་གཅིག་རེད་རོ། འོ་ད་དེ་ཡིན་བྱས་ཀྱི། མཐའ་བཞི་བཀག་ཚར་རེད་ད་མཐའ་བཞི་བཀག་ནས་དེ་ནས་གཏན་འབེབས་དེ་གཞན་ལས་སྐྱེ་བ་དེ་ཡོད་རེད་ཟེར་གྱི་ད་འཇིག་རྟེན་ན་གྲགས་ཚོགས་ཀྱི་གཞན་གྱིས་དེ་ཁས་ལེན་དགོས་ཀྱི་རེད་གསུངས་ཡག་གི་རྩ་བ་དེ་བྱས། དེ་ནས་དེ་ཞུ་གོ་ལ་ཡག་དེ་ནས་ད། ད་བདེན་གཉིས་སྐོར་གླེང་གོ་ད་བདེན་གཉིས་སྐོར། བདེན་པ་གཉིས། འོ་ད་ཞི་བདེན་པ་གཉིས་ལམ་མཐའ་བཞི་གཉིས་ཟེར་ད་བདེན་པ་གཉིས་ཏེ། ད་དེ་འགྱུར་བའི་ཐུན་མོང་མ་ཡིན་པའི་བདེན་པ་གཉིས་ཀྱི་རྣམ་གཞག་དེ་ལེགས་ཡོད་རེད། ད་སྤྱི་དང་བདེན་པ་གཉིས་ཟེར་ཏེ་གྲུབ་མཐའ་བཞི་ག་ནས་བཤད་ཀྱི་ཡོད་རེད་བྱས་ཡིན་ན་ཡང། གྲུབ་མཐའ་བཞི་གའི་ནང་ལས་བཤད་པའི་ནང་བཞིན་བྱས་ནས་ད་བཤད་སྟངས་འདྲ་གི་ཡོད་མ་རེད་བདེན་པ་གཉིས་ཀྱི་མིང་བཏགས་སྟངས་ད་འདྲ་གི་རེད་བྱས་ནས་བཤད་ཚུལ་དང

དེ་ནས་ད་ཨུ་མ་བའི་ལུགས་ལ་ཨུ་མ་རང་རྒྱུད་པའི་ལུགས་ལ་ཡང་ཞེས་ཅི་སྐད་དོན་དུ་དེ་ཉིད་ཀྱི་རྣམ་བཤད་གཏན་ལ་འབེབས་ཀྱི་ཡོད་རེད་ཅེས་ནི་ཡང་ཁོ་ཡུལ་དེ་ནས་གྲུབ་པ་ཅིག་ཁས་ལེན་འདི་ཀྱི་འོར་བ། ད་དེ་ཡིན་དུས་ཐལ་འགྱུར་བའི་ཐུན་མོང་ཡིན་པས་ཀྱི་ད་དེ་ཉིད་ཀྱི་རྣམ་བཤད་དེ་གཞི་ཆོས་ཅན་གཅིག་གི་སྟེང་དུ་དེ་ཉིད་ཀྱི་རྣམ་བཤད་བཤད་ཡ་ཅེས་གསུང་གི་ཡོད་པ་ཡིན་དུས་ད་དེ་ཉིད་རྣམ་བཤད་དེ་འདི་འདྲས་གསུང་གི་འདུག་ཨ། ད་དེ་ཉིད་བསྟན་པའི་ཀྱི་རྩ་བ་དེ་དེ་རེད། བསྔོ་བ་ཡང་དག་བརྫུན་པར་མཐོང་བ་ཡི་སྔོན་ཉིད་ངོ་བོ་ཉིད་ནི་འཛིན། ག་ས་སྔོན་ཉིད་ངོ་བོ་ཉིད་ནི་འཛིན་པར་གྱུར། ཡང་དག་མཐོང་ཡུལ་གང་དེ་དེ་ཉིད་དེ་མཐོང་བ་བརྫུན་པ་ཀུན་སོགས་བདེན་པར་བཟུང་ངོ། ས་ད་དེ་ཀའི་རྩ་བ་དེ་ཀའི། དངོས་ཀུན་ཡང་དག་ཟེར་ཏེ་དངོས་ཀུན་ནོ་ཟེར་ཏེ་དངོས་པོ་ཐམས་ཅད་ཟེར་རོ། དངོས་ཀུན་ཐམས་ཅད་ཀྱི། ཆོས་ཅན་དངོས་པོ་ཐམས་ཅད་ཀྱི་སྟེང་གི་གནས་ལུགས་གཅིག་ཡོད་རེད། ཆོས་ཀུན་སྟོང་གཞི་ཆོས་ཅན་ཁོ་རང་ཡོད་རེད་རོ། ད་ཆོས་ཅན། སྟོང་གཞི་ཆོས་ཅན་ཁོ་རང་དང་དེའི་སྟེང་གི་གནས་ལུགས་གཉིས་པོ་དེ་དག་འཛིན་པའི་བློ་རེ་རེ་ཡོང་གི་རེད། གཉིས་ནི་ངོ་བོ་གཉིས་ནི་འཛིན་པར་འགྱུར་ཟེར་དུས་ཀྱི་ལ་ཆོས་ཅན་སྟོང་གཞི་ཆོས་ཅན་དཔེར་ན་གཟུགས་འདྲ་བོ་ཞགས་པས་ན་གཟུགས་མཐོང་བའི་གི་ཐ་སྙད་པའི་བློ་གཅིག་དང་གཟུགས་ཀྱི་གནས་ལུགས་མཐོང་བའི་གི་འཕགས་པའི་མཉམ་གཞག་གི་ཞེས་ཟེར་བ་འོ་ད་དེ་གཉིས་གཉིས་ཡིན་བ་རེད། འོ་སྟོང་གཞི་ཆོས་ཅན་འདི་ལ་ཡང་སྟོང་གཞི་ཆོས་ཅན་གྱི་གཞི་ཆོས་ཅན་སྟོང་གཞི་ཆོས་ཅན་ཁོ་རང་གི་སྟེང་གི་གནས་ལུགས་དེ་མཐོང་བའི་ཤེས་པ་གཅིག་དང་སྟོང་གཞི་ཆོས་ཅན་ཁོ་རང་མཐོང་བའི་གི་ཤེས་པ་གཉིས་ཡོད་རེད། ཡོད་རེད་ཟེར་བྱེད་རུ་བདག་གཞི་གཅིག་གི་སྟེང་དུ་བདག་གཅིག་གི་ཀུན་རྫོབ་ཀྱི་རྣམ་གཞག་གཅིག་དང་གནས་ལུགས་མཐོང་སྟངས་ཀྱི་རྣམ་གཞག་གཉིས་ཡོད་རེད། དེ་འདྲ་ཡིན་ཙང། དེ་འདྲ་བའི་གི་སྟོང་གཞི་ཆུ་ཆེན་དེའི་སྟེང་གི་ཡང་དག་པའི་གནས་ལུགས་སྟོང་པ་ཉིད་མཐོང་བའི་གི་བློ་དེ་ཉིད་ཀྱི་ཡུལ་དེ་ལ་ཡང་དོ་དམ་བདེན་པ་ཟིག་ཡོད་རེད། དེ་ནས་སྟོང་གཞི་ཆོས་ཅན་ཀུན་རྫོབ་ཀྱི་ཆོས་ད་དངོས་པོ་དེ་འཛིན་པའི་གི་ད་འཛིན་པའམ་མཐོང་བའི་ཤེས་པ་དེའི་ཡུལ་དེ་ཡུལ་དེ་ལ་ཀུན་རྫོབ་བདེན་པ་ཟིག་ཡོད་རེད་དེ་འདྲ་ཡིན་པ་དེ་སངས་རྒྱས་ཀྱི་གསུང་ཡོད་རེད་རེ་བ་གཞི་ཆོས་ཅན་གཅིག་གི་སྟེང་གི་རེ་བ་གཞི་ཆོས་ཅན་བྱེ་བྲག་པ་གཅིག་ལ་ཡང་དེ་ཡིན་དུས་ད་ང་ཚོ་རྩ་བ། ཤེས་རབ་སྙིང་པོ་ན་གཟུགས་སྟོང་པོ་སྟོང་པ་ཉིད་གཟུགས་སོ་གཟིགས་དོ། སྟོང་པ་ཉིད་དང། གཟུགས་སྟོང་པ་དང་གཟུགས་ཀྱི་སྟེང་གི་གཟུགས་ཁོ་རང་དང་གཟུགས་ཀྱི་སྟེང་གི་གནས་ལུགས་གཉིས་དེ་ལྡོག་པ་ཐ་དད་ལ་ངོ་བོ་གཅིག། གཞིགས། ཆོས་ཅན་གཟུགས་གཅིག་གི་སྟེང་དུ་དེ་གཉིས་ཀྱི་རྣམ་གཞག་གཏན་ལ་འབེབས་ཀྱི་འདུག་བ་འོ་ད་དེ་འདྲ་གསུངས་ཡོད་ཟེར་རོ། འོ་ད་དེ་ཡིན་དུས་མཐོང་ཡུལ། ཡང་དག་མཐོང་ཡུལ་གང་དེ་དེ་ཉིད་དེ་སྲིད་དུ་ཡང་དག་པའི་གནས་ལུགས་མཐོང་བས་ཀྱི་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་གཉིས་པས་ཀྱི་ཡུལ་དེ་ལ་དོ་དམ་ལྡན་པ། ཐ་སྙད་པས་ཀྱི་ཤེས་པ་དེ་ཉིད་ཀྱི་མཐོང་བས་ཀྱི་ཡུལ་དེ་ལ་བརྫུན་པ། ཀུན་རྫོབ་ལྡན་པ། རེ་བ་མཐོང་བ་བརྫུན་པ། དེ་འདྲ་བའི་ཐ་སྙད་པའི་ཤེས་པ་དེ་ལ་ཡང་སྣང་ཚུལ་གནས་ཚུལ་མི་མཐུན་བའི་ཡུལ་དེ་ལ་ཡང་ཀུན་རྫོབ་ལྡན་པ། གསུངས་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད།

གཉིས་དེ་ག་རེད་ཟེར་ན་དབང་པོ་གསལ་བའི་ཤེས་པ་གཅིག་དང་དབང་པོ་མི་གསལ་བའི་ཤེས་པ་གཉིས་ཡོད་རེད། ད་དེ་ཡིན་དུས་ད་དེ་གིས་ག་རེ་གསུང་གི་འདུག་ཟེར་ན་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ། འཇིག་རྟེན་པའི་ངོ་ལ་ལྟོས་ཏེ་འཇིག་རྟེན་པའི་ཤེས་པའི་ངོ་ལ་ལྟོས་ཏེ་ཡང་དག་ཀུན་རྫོབ་ལོག་པའི་ཀུན་རྫོབ་གསལ། འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ཡུལ་ཅན་ལོག་པའི་ཀུན་རྫོབ་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ཡུལ་ཅན་ཡང་དག་ཀུན་རྫོབ། འོ་ད་དེ་འདྲའི་བྱ་གི་ཡོད་རེད་བ། འོ་ད་དེ་འདྲའི་བྱ་བའི་གི་རྩ་བ་ཚིག་དེ་དེ་རེད། མཐོང་བ་བརྫུན་པ་རྣམ་པ་གཉིས་དུས་དེས་དབང་པོ་གསལ་དང་དབང་པོ་སྐྱོན་ལྡན། སྐྱོན་ལྡན་ནོ། སྐྱོན་ལྡན་དབང་ཆེན་རྣམས་ཀྱི་ཤེས་པ་ནི་དབང་པོ་ལས་ཀྱི་ཤུལ་དུ་ལོག་པར་འདོད། བྱས་ཙང་ད་མཐོང་བ་བརྫུན་པ་ཟེར་དུས་དང་ན་དེ་མཐོང་བ་བརྫུན་པ་ཀུན་རྫོབ་བདེན་པར་སོང་ཟེར་གྱི་ཐ་སྙད་པའི་གི་ད་བློ། རེ་བ་ཡུལ་དེ་མཐོང་བའི་བློ། ད་ཡུལ་གནས་ལུགས་མ། དོན་དམ་བདེན་པ་མ་ཡིན་པ། ད་ཀུན་རྫོབ་ཀྱི་ཡུལ་དེ་བ། ད་སོ་སོའི་སྐྱེ་བོ་མཐའ་ཡས་པའི་ཤེས་པ་ལ་མཐོང་བདེ་ཡག་གི་བློ། མཐོང་མཐོང་ཉེས་ཀྱི་བློ་དེ་ལ་ཡང་རྣམ་པ་གཉིས་ཡོད་རེད་ལ་ད་རྣམ་པ་གཉིས་ཡོད་རེད་རྣམ་པ་གཉིས་དེ་ག་རེད་ཟེར་ན། འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ཡང་དག་ཀུན་རྫོབ་ཀྱི་ཤེས་པ་གཅིག་དང་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ལོག་པ་ཀུན་རྫོབ་ཀྱི་ཤེས་པ་གཉིས་ཡོད་རེད། རེ་བ་དབང་པོ་གསལ་དང་སྲིད་དུ་དབང་པོ་ལ་ཡང་སྐྱོན་གྱིས་མ་གོས་པ། རེ་བ་དབང་པོ་གསལ་བ་ཡོད་དེ་ཉིད་རེ་བ། ཆེས་ཀྱི་རྐྱེན་གྱི་འཁྲུལ་རྒྱུས་མ་ལས་ཉིད་ཀྱི་ཤེས་པ་དབང་པོ་དུས་ཚོད་ལ་ཡང། དབང་པོ་དེས་བསྐྱེད་པའི་གི་འབྲས་བུ་དེ་ལ་ཡང་འདི་ནི། དེ་རེས་ད་ཀྱི་འབྲས་བུ་དེ་ཤེས་པ་དེ་ལ་ཡང། དབང་པོ་གསལ་དང། དབང་པོ་སྐྱོན་ཅན་སེ་དུའི་འཕྲལ་གྱི་འཁྲུལ་རྒྱུ་བསླད་པའི་གི་ད་ཡུལ་ཅན་ཤེས་པ་དེ་ལ་ཡང་དབང་པོ་སྐྱོན། དབང་པོ་སྐྱོན་སེ་དུའི་གི་ལ་འཕྲལ་གྱི་འཁྲུལ་རྒྱུ་བསླད་དེ་ཉིད་ཀྱི་ད་མི་དབང་འདྲ་བ་ཞེ་ན་མི་དབང་རབ་རིབ་ཀྱི་བསླད་པའི་གི་ད་ཤེས་པ་ཅིག་འགོར་བའོ་ད་དུས་སུ་དབང་པོ། གཉིས། ཟླ་དེ་གི་ཡུལ་གྱི་འཛིན་གྱི་ཡོད་རེད། དབང་པོ་གསལ་པོ་ཡོད་དེ་ཉིད་ཀྱི་ཤེས་པ་དེ་ཡུལ་གྱི་འཛིན་གྱི་ཡོད་རེད་པ་གཉིས་ཡོད་རེད། ད་དབང་པོ་སྐྱོན་ཅན་གྱི་ཤེས་པ་དེ་ཟེར་དུས་ག་ལ་དབང་པོ་སྐྱོན་ཅན་གྱི་ཤེས་པ་ཟེར་ནས་འཕྲལ་གྱི་འཁྲུལ་རྒྱུ་སླེབས་པའི་ཤེས་པ་དེ། ད་འཁྲུལ་རྒྱུ་མ་སླེབས་པའི་དབང་པོ་དཔེ་དེ་གསལ་ཞིང་རེག་པ་ཡང་དག་པ་ཡོད་དེ་ཡང་བློ་དེ་ལ་ལྟོས་ཏེ་ལོག་པའི་ཀུན་རྫོབ་རེད། རེ་བ། ད་ཇི་ལྟའི་ཤེས་ཁོང་ལ་ལྟོས་ཏེ་དབང་པོ་སྐྱོན་ཅན་དུས་ཚོད་ལོག་པའི་ཀུན་རྫོབ། དབང་པོ་སྐྱོན་ཅན་ལ་བརྟེན་པའི་ཤེས་པ་དེ་ཡང་ལོག་པའི་ཀུན་རྫོབ། དེ་ནས་དབང་པོ། འཕྲལ་གྱི་འཁྲུལ་རྒྱུ་མ་བསླད་པའི་དབང་པོ་ཤེས་པ་དེ་ཡང་ཡང་དག་ཀུན་རྫོབ། འོ་ད་དེ་འདྲ་བཞག་གི་ཡོད། རེ་བ། ད་དེ་འཇིག་རྟེན་ཤེས་ཁོང་ལ་ལྟོས་ཏེ་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་བཞག་གི་ཡོད་རེད། རེ་བ། ཕྱི་དང་ཡང་དག་ཀུན་རྫོབ་ལོག་པའི་ཀུན་རྫོབ་བཞག་གི་ཡོད་མ་འཐེན་འཁྱོལ་བའི་ལུགས་ལ། རེ་བ། རང་འཁྱོལ་བའི་ལུགས་ལ་ཡང་དག་ཀུན་རྫོབ་ལོག་པའི་ཀུན་རྫོབ་བཞག་གི་ཡོད་རེད། འཐེན་འཁྱོལ་བའི་ལུགས་ལ་འཇིག་རྟེན་ཤེས་པའི་ངོ་ལ་ལྟོས་ཏེ་ཡང་དག་ཀུན་རྫོབ་ལོག་པའི་ཀུན་རྫོབ། མ་གཏོགས་ཡང་དག་ཀུན་རྫོབ་བཞག་གི་ཡོད་མ་རེད། ཡང་དག་ཀུན་རྫོབ་མ་བཤད་པའི་རྒྱུ་མཚན་ག་རེ་ཟེར་ན། ཡང་དག་ཟེར་ཏེ་གནས་ལུགས་བཞག་པ་ཡོད་རེད། གནས་ལུགས་ཡིན་གྱི་ཡང་དག་རྫུན་པ་ཡིན་གྱི་ཅི་ཡོད་མ་རེད། ཡང་དག་ཀུན་རྫོབ་བཞག་པས་ན་ཡང་ན་གནས་ལུགས་དང་གནས་ལུགས་ཡང་དག་ཅིག་དང། དེ་ནས་རྫུན་པ་ཀུན་རྫོབ་གཉིས་ཀྱི་གཞི་མདོའི་སོ་རེད་ཅེས་བཞག་པ་ཅིག་རེད། ཡང་དག་ཀུན་རྫོབ་མེད་པའི་ཕྱིར་ནས་ཀུན་རྫོབ་ཡིན་ན་ལོག་པ་ཡིན་དགོས་པའི་ཕྱིར། དེ་འདྲའི་གསུང་ཡང་རུང་བ། འོ་ད་དེ་དབང་པོ་ལས་རྒྱུ་ཤེས་དོན་ལོག་པར་ལྟོས་ཟེར་དུས་དབང་པོ་སྐྱོན་ཅན་རྣམས་ཀྱི་ཤེས་པ་དེ་དབང་པོ་གསལ་བྱེད་རེག་པ་སྐྱོན་གྱིས་མ་གོས་པའི་གི་དབང་པོ་ཤེས་པ་ལ་ལྟོས་ཏེ་ལོག་པའི་ཀུན་རྫོབ་རེད། དེ་འདྲའི་བཤད་ཀྱི་ཡོད་རེད་གསུང་བ་རེད། ད་དེ་ཞུ་གུ་ལ་རྫ་བ་ཞབས་ཐག་འགྲིག་འདུག་དེ་ནས་གནོད་པ་མེད་པའི་དབང་པོ་དྲུག་རྣམས་ཀྱི་གཟུང་བ་གང་ཞིག་འཇིག་རྟེན་གྱིས་རྟོགས་ཏེ། འཇིག་རྟེན་ཉིད་ལས་བདེན་ཡིན་ལྷག་མ་ནི་འཇིག་རྟེན་ཉིད་ལས་ལོག་པར་རྣམ་པར་བཞག། བདག་འཇིག་རྟེན་ཀུན་རྫོབ། འཇིག་རྟེན་ཤེས་པའི་ངོ་ལ་ལྟོས་ཏེ་ཡང་བདག་ཀུན་རྫོབ་ལོ་བའི་ཀུན་རྫོབ་ཟེར་ཡ་དེ་ག་འདྲས་ཅི་རེད་ལབ་པས་ན་བདག་དེ་མ་ཤེས་པའི་ཟེར་བ། དབང་པོ་མེད་པའི་གནོད་པ་མེད་པའི་དབང་པོ་གྲོགས་རྣམས་ཀྱིས་ཟེར་དུས་མེད་ཀྱི་དབང་པོ་རྣ་བའི་དབང་པོ་སྣའི་དབང་པོ་ལྕེའི་དབང་པོ་ལུས་ཀྱི་དབང་པོ་ཡིད་ཀྱི་དབང་པོ་ཟེར་ཏེ་གནོད་པ་མེད་དེ་ཉིད་རེད། བ་གཅིག་གིས་འཕྲལ་གྱི་འཁྲུལ་རྒྱུ་མ་ལེན་གྱི་ཤེས་པ་དབང་པོ་དག་མ་གཅིག་གིས་དག་མ་གཅིག་གིས་བཟུང་བ་ཡུལ་གྱི་རོ། ད་དུས་ཚོད།

རྟག་འཇིག་རྟེན་རྣམས་ཀྱི་རྟོག་ཡ་གིས། གནོད་པ་མེད་པའི་དབང་པོ་གྲོགས་རྣམས་ཀྱི་གཟུང་བ་དུས་སུ་ནི་འཇིག་རྟེན་གཤེད་ངོ་ལ་ལྟོས་ཏེ་ཡང་དག་རེད་པས་ལོག་པར་བས་ནི་ཡང་དག་རེད། ཡང་དག་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་འཇིག་རྟེན་པ་རྣམས་ཀྱི་སྟོང་ཉིད་མ་དོར་བའི་སྔ་རོལ་དུས་ད་སྟོང་ཉིད་མ་དོར་བའི་སྔ་རོལ་དུས་དེ་སྣང་ཚུལ་གནས་ཚུལ་ཡིན་པ་སྣང་ཚུལ་གནས་ཚུལ་མི་མཐུན་པ་རྟོགས་ཐུང་བ་རེད། དེ་འདྲ་བས་ཀྱི་འཇིག་རྟེན་པའི་ཤེས་པའི་ངོ་ལ་ཡང། དེ་གནོད་པ་མེད་པའི་དབང་པོ་དྲུག་རྣམས་ཀྱིས་གཟུང་བ་ཡོད་དུས་སུ་བྱིན་ལྡན་པའི་ཤེས་པའི་ངོ་ལ་གར་སྣང་ག་རེ་སོང་ན་རང་ངོ་ནས་འཁྲུལ་པར་སྣང་གི་ཡོད་རེད་སྣང་བའང་དང་མ་འཁྲུལ་པར་རྟོགས་མི་ནུས་པ་ཡིན་ཙང་བྱིན་ལྡན་ཤེས་པའི་ངོ་ལ་ཡང་དག་ཀུན་རྫོབ་ཟེར་གྱི་ཡོད་རེད། དེ་ནས་ལྷག་མ་རྣམས་འཇིག་རྟེན་ཉིད་ལ་ལོག་པར་རྣམ་པར་བཞག་ཟེར་དུས་ག་ལ་ལྷག་མ་ཟེར་དུས་ག་ལ་དང། འཇིག་རྟེན་པའི་ཤེས་པའི་ངོ་ལ་ཡང་སྣང་འདི་སྣང་བ་ནང་བཞིན་སྣང་བ་ནང་བཞིན་མ་འཁྲུལ་པར་རྟོགས་ཐོབ་ཡག་གི་ཡོད་དུས་སུ་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ལོག་པའི་ཀུན་རྫོབ་བཞག་གི་ཡོད་རེད། དཔེར་ན་དྲ་བ་བཞག་བྱ་བས་ན་ང་ཚོ་མེ་ལོང་ནང་གི་བྱེད་རྐྱེན་གཟུགས་བརྙན་དྲ་བ་བཞག་པས་ན་མེ་ལོང་ནང་གི་བྱེད་རྐྱེན་གཟུགས་བརྙན་དེ། གཟུགས་བརྙན་དེ་གཟུགས་རེད་གོ་གཟུགས་ཀྱི་སྐྱེ་མཆེད་ཅིག་རེད་མི་ཞིག་གིས་མཐོང་ཉར་གྱི་འདུག་ཡིན་ནའི་དེ་གཟུགས་བརྙན་དེའི་ཞལ་ཞན་དུ་སྣང་བ་ནང་བཞིན་ཞལ་ཞན་མ་ཡིན་པ་འཇིག་རྟེན་རང་གིས་རྟོགས་ཐུབ་ཀྱི་ཡོད་རེད་རོ། དཔེར་ན་ང་ཚོ་ཤེལ་སྒོ་དེ་མེ་ལོང་ནང་ལོགས་ལ་སོ་སོ་སྡོང་པོ་བ་སྟན་ཡོད་དུས་ག་ལ་ཕ་གིའི་ནང་ལ་གདོང་པའི་གཟུགས་བརྙན་དེ་ཤག་ཡིག་ཏུ་མ་གཏོགས་ཕ་གིའི་ནང་གི་གཟུགས་དེ་ངེད་ཀྱི་གདོང་པ་རེད་བསམ་པ་ཅིག་ཡོང་མར་བ། ངའི་གདོང་པ་དེ་དེ་འདྲས་ཅིག་ཡོད་ས་རེད་ས་སུ་སུ་ཚོའི་རྫུ་གུ་བཙུགས་ནས་ངའི་གདོང་པ་དེ་དེ་འདྲས་ཅིག་ཡོད་ས་རེད་བསམ་པ་ཅིག་མ་གཏོགས་ཕ་གིའི་ནང་ཤག་དེ་ཡ་དེ་ངའི་གདོང་པ་རེད་ས་ཡ་ཅིག་འཇིག་རྟེན་རྣམས་ཀྱིས་རྟོགས་གི་མར་བ། འཇིག་རྟེན་གྱིས་དེ་མ་ཡིན་པ་རྟོགས་གི་རེད་བ་ངའི་གདོང་པ་མ་ཡིན་པ་རྟོགས་གི་རེད་བ། གདོང་པའི་གཟུགས་བརྙན་དེ་འདྲས་ཅིག་འདུག་དབྱིབས་དེ་འདྲས་ཅིག་འདུག་ཁ་དོག་དེ་འདྲས་ཅིག་འདུག་བསམ་པ་ཅིག་མ་གཏོགས་ཕ་གིའི་ནང་ཤག་དེ་ཡ་དེ་ངའི་གཟུགས་རེད་ས་ཡ་ཅིག་ལྟོས་ཤིག། གཟུགས་རེས་ལག་གིས་སྨྲ་བ། ཕ་གིས་ངའི་གཟུགས་རེས་ལག་གིས་སྨྲ་བ། ངའི་གཟུགས་དེ་དེ་འདྲའི་ཆུད་ཟ་ར་བ་ཟད་ཅིག་ལག་གིས་ར་བ། འོ་ད་དེ་ཡིན་དུས་དེ་འདྲའི་རྟོགས་ནུས་སྟོང་ཉིད་མ་རྟོགས་པའི་སྔོན་དུ་ཡང་དེ་སྣང་བ་ནང་བཞིན་མ་གྲུབ་པར་རྟོགས་ནུས་པའི་གིས་ད་ཡོད་དུས་སུ་འཇིག་རྟེན་ཤེས་ངོ་ལ་ཐུག་པའི་ལོག་པའི་ཀུན་རྫོབ་རེ་བ། དེ་སྣང་བ་ནང་བཞིན་རྟོགས་མ་ནུས་པ། ད་འཇིག་རྟེན་སྟོང་ཉིད་མ་རྟོགས་པའི་སྔོན་ལ་ཡང་དེ་སྣང་བ་ནང་བཞིན་རྟོགས་མ་ནུས་པའི་ཡོད་དུས་སུ་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ཡང་དག་ཀུན་རྫོབ་ཟེར་གྱི་ཡོད་རེད། ད་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་ཀྱི་དོན་དག་འདི་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ

འོ་དེ་ལྟར་འཇིག་རྟེན་ཉིད་ལས། ལོག་པར་རྣམ་པར་གཞག་དང་དེ་འཇིག་རྟེན་ཤིང་མོ་ལ་ལྟོས་ཏེ་ལོག་པའི་རྣམ་པར་གཞག་ཟེར་ད་རྩ་བ་ཁོ་རང་ལ་མཐོང་ཡོང་དོ། འཇིག་རྟེན་ཉིད་ལས་ལོག་པར་རྣམ་པར་གཞག། འོ་ཡ་ད་དེ་བར་དུ་གཞག་པར་རྩ་བ།